བོ་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ། སོ་སོ་གི་རྒྱལ་ཁབ་འདི་དགྲ་བོ་རྒྱ་ནག་དམར་པོ་དགྲ་བོ་འདི་གི་ཨ་ནི་ང་ཚོ་གི་རྒྱལ་ཁབ་ཀྱི་མ་རྒྱབ་རེད། ད་ལོ་ངོ་ཐུག་ཕྱི་རེ་དྲུག་འདུག་གོ། ཨ་ནི་རྒྱལ་བ་རིན་པོ་ཆེ་ང་ཚོ་སྤྱི་བའི་འདི་ཞིག་གི་སྐྱབས་མགོན་རེད་ཨ། རྒྱལ་བ་རིན་པོ་ཆེ་ད་བཙན་བྱོལ་ལངས་པ་རྒྱ་གར་ལངས་པ་གཞིག་འདི་ཡོད་རེད་ཨ། མཁར་གྱི་གཞིག་དགོས་རེད་རྒྱལ་བ་རིན་པོ་ཆེ་ཨ། སོ་སོ་གི་ཕ་ས་ཕ་ཡུལ་ལ་གཞིག་མི་ཐུབ་བས། རྒྱ་གར་ལངས་པ་ནི་མཁར་གྱི་གཞིག་དགོས་རེད། དེ་དྲི་བ་རེད། དེ་འདི་ཙམ་པ་ལ་ཨ་ནི། ཁོ་ནི་གི་ང་ཚོ་གི་དགྲ་བོ་རྒྱ་མིའི་དམར་པོའི་གཞུང་གིས་ང་ཚོ་གི་ཤ་ཁྲག་གཅིག་པ་ས་ཡ་མང་པོ་བསྲེས་ཡོད་རེད་དེ་འདི་ཙམ་པ་ལ་ང་ཚོས་བཙན་ཤུགས་བླངས་པ་ལ་ཡི་རྒྱུ་གི་བོད་པ་དེ་ཚོ་ཡིན་ནམ། ངོ་ནི་གི་དགྲ་བོ་རྒྱ་ནག་དམར་པོའི་གཞུང་ལ་བོད་ལ་རང་དབང་མ་ཐོབ་བར་དུ་ང་ཚོ་གི་ལིང་གི་སྤེན་ར་ཁོང་ཚོ། ཁོང་ཚོ་ལ་ཁར་འཛུགས་རེད་ང་ཚོ་གི་སོ་སོ་གི་རྒྱལ་ཁབ་དང་མི་རིགས་བདེ་གི་ཆེད་དུ་ར་ངོ་ནི་དྲང་ནི། ཤག་སྟོང་དགོས་ནས་ར། ཉི་མ་གཅིག་གི་སྟོང་དགོས་གི་ཉི་མ་གཅིག་ཤར་ན། སྟོང་དགོས་ཡ་རེད་སྐད་ཆ་དྲང་པོ་བཤད་ན་སོ་སོ་གི་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་སོ་སོ་གི་མི་ལུས་རིན་པོ་ཆེ་ལ་བརྗོད་ར། དེ་འདྲ་སྟོང་ཡ་གི་ཉི་མ་གཅིག་ཤར་བ་ཡིན་ན་སྟོང་དགོས་ཡ་རེད་གར་གྱི་ལ་ནི་ང་ཚོ་གི་སྤུ་གི་ནང་ལོག་ནས། ད་དངོས་ནས་ཏན་ཏན་པར་ལོག་ལ་རྒྱ་ཆེ་དཔའ་བོ་དཔའ་མོ་བརྒྱ་དང་བདུན་ཅུ་མི་དྲ་སྟོང་ཡོད་ཁོ་རང་ཚོ་གི་མི་ལུས་རིན་པོ་ཆེ་གསེར་དེ་ར། ང་ཚོའི་སྤུ་རྒྱལ་ཁབ་དང་མི་རིགས་རྒྱལ་བ་རིན་པོ་ཆེ་གི་ཆེད་དུ། ང་ཚོ་གི་ཆེད་དུ།

མི་རིགས་རྣམ་པ་སྣ་ཚོགས་ཡོད། ཐ་ན་དོན་ནོ་མི་རིགས་རྣམ་པ་སྣ་ཚོགས་བརྒྱ་དང་སུམ་ཅུ་ལོངས་སུ་ཡོད་རེད། དེ་འདི་ཙམ་པ་ལ་དངོས་གནས་གི་ང་ཚོས་གི་འདི་ལ་སྐད་འབོད་རྒྱག་དགོས། ཤི་བི་ལིང་གིས་གི་སྐད་འབོད་རྒྱག་དགོས་ཡ་དེ་ཕར་གྱི་ལ་ན་བོ་དང་དྲིལ་བསྒྲགས་བྱ་ཡ་རེད། ད་ག་ནང་བཤད་གི་གཅིག་ནས་ང་ཚོ་དགྲ་བོ་རྒྱ་ནག་དམར་ཕྱོགས་གཞུང་ལ་ར་ང་ཚོ་གི་ལིང་གའི་གཅིག་ཡོད་ར་ང་ཚོ་གི་དཀའ་ངར་ཁ་རེ་རེད། ཨ་ང་ཚོ་དེ་རིང་འདི་ལ་ལས་ནི་འདི་གི། ཡར་ལེན་ས་ཆེན་དགྲ་བོ་འདི་ཡིན་ན་འདྲེ་དགྲ་བོ་རྒྱ་ནག་ང་ཚོ་ལ་དགྲ་བོ་གཅིག་རེད་དགྲ་བོ་རྒྱ་ནག་དམར་པོའི་གཞུང་གི་གཞུང་བསམ་ཁོང་གི་མདུན་ལ་ཨ་ནི་རྒྱ་མི་གི་ལི་ཤི་པ་ཁོ་རང་ཚོ་ཡོད་ར official དེ་ཚོ་ཡོད་ལ་ཨ་ནི་ང་ཚོ་གི་ཁོང་ཚོ་གི་མི་གི་མཐོང་སྒོ་རེད་ང་ཚོ་བོད་མིར་གི་དཀའ་ངར་དེ་ཚོ་ར་འདི་འདྲ་གྱིས་ནི་ང་ཚོ་གི་ཆབ་སྲབ་བྱ་དགོས་ཡ་ད་ཁོང་ཚོ་ལ་ཨ་ནི་ཁ་ལ་དགོས་རེད་ཨ་ཁོང་ཚོ་ལ་ལིང་གི་དཔེ་དགོས་ཡ་ད་དཔེ་མི་སྲིད་དཀའ་ཆེན་པོ་རེད། ང་ཚོས་བཙན་བྱོལ་གླང་པ་གི་རྣོ་ལག་ལ་ར་རང་དབང་གླང་པ་ཁ་ན་ཏྲ་ཨ་རི་འདྲ་བོ་དཔེ་བཞག་ན་ཡུས་འདི་འདྲ་གི་རྣོ་ལག་ལ་ཁུ་སིམ་སིམ་ལིང་གེ་སྐྱེས་མ་ཕེར་བདེ་བདེ་བ་ཡིན་ན། རྒྱ་མིའི་དམར་ཤོག་གཞུང་ལ་རྒོལ་བའི་ལུགས་ཀྱི་བྱ་དགོས། གང་ཡིན་ཟེར་ན་རྒྱ་ནག་དམར་ཤོག་གཞུང་གིས་བོད་ཀྱི་རྣོ་ལག་ལ་ང་ཚོའི་བོད་མིའི་ས་ཡ་བདུན་བརྗེས་སུ་ཡོད་ར། ཨ་འགྲས་ཀྱིས་བཞག་བཞག་ཡོད། ཨར་འཛིན་མེད་པས། ཁང་པ་གཅིག་གི་ནང་དཔེ་བཞག་ན་བདེ་ཤོག་འདི་འདྲ་བོ་ཆགས་བསྡད་ཡོད། ཧ་གོ་ས།

ཚང་མ་གི་འདབ་ས་གཅིག་སྒྲིལ་བྱས་ན་ཨོ་རྒྱལ་ཁབ་བདག་མི་རིགས་ད་ནི་རྒྱལ་བ་རིན་པོ་ཆེ་ལྟར་དགོང་མོ་སྒྲུབ་བྱེད་ཁང་པ་ཕེབས་བསྡད་ཡོད་རེད་རྒྱལ་བ་རིན་པོ་ཆེའི་རྩིས་སྤོ་ད་ལས་དགོངས་ལ་ཨ་ང་ཚོ་གདན་འདྲེན་བྱས། དངོས་གནས་གི་ད་ལྟ་ང་ཚོ་སྤོ་དགོས་འགོ་ཡི་ཤེས་པ་དང་འགོ་ཁྲིད་དུ་བསོད་ན་ད་རྒྱལ་བ་རིན་པོ་ཆེ་སྤོ་ལ་གདན་འདྲེན་བྱས་ཡ་སྤོ་ལ། གཞིས་བྱེས་ཕོ་མོའི་དཀའ་སྡུག་མཉམ་འཛོམས་ཡིན་དགོས། དགེ་བྱེད་ཀྱི་ཉི་མ་ག་དུས་ཤར་དུས་ང་ཚོ་སྤོ་མི་རིགས་ལ་དེའི་གི་ང་ཚོ་གི་ད་ང་ཚོ་ཁ་ན་ཀྲ་ཡིན་ན་རེད་ཨ་རིའི་རྒྱ་གར་གང་ཡིན་ན་རེད་ཚང་མ་གི་ར་སྤོ་མི་རིགས་གི་ཆེད་དུ་དངོས་གནས་གི་མི་འགས་པས།

ཅི་སྟེ་གཅིག་ཉིད་ཀྱི་ཚིག་བ་གཅིག་གི་ཉི་མ་བརྒྱ་གཅིག་འབྲི་བ་མི་ཐོབ་ཐང་གི་ཉི་མ་དེ་ལ་ང་ཚོའི་སྤོབས་མོ་སྤོབས་པ་ཙམ་ཚུགས་ན་ང་ཚོ་སྐྱབས་བཅོལ་བ་རེད་ང་ཚོ་ལ་འབྲི་བ་མི་ཐོབ་ཐང་དགོས་ཀྱི་ཡོད་རེད་བོད་ཀྱི་ནང་ལོགས་ལ་དེ་འདི་བརྩམས་པ་ལ་ཇི་བརྩམས་པར་དྲན་དེ་ལ་ང་ཚོ། ཁ་ན་ཏྲ་ཁྲོ་རོང་ཁྲོ་ལ་དེ་ལ་ཨཱ། དེ་གི་ཉིན་མོ་རང་ཁ་ཁབ་ཁྱི་དེ་དེ་རབ་རིན་པོ་ཆེ་ལ་ཟ་ཉིན་མོ་རེད་དེ་ཉིན་མོ་དེ་ལ་ང་ཚོ་ཤ་ཁ་ཆིག་ཚུགས་བརྗེས་པ་ནི་ལྕི་བ་བར་དང་ཆིག་ཚུགས་གཉིས་ཀྱི་ནང་ལ་ཨཱ་ང་ཚོ་འདི་ལ་ལྷག་དཀར་གྱི་ཉིན་གྱི་ལ་ཉམས་དང།